ས་ག་ད་གའི་དེ་དུས་ལ་རྣམ་པ་ཚོགས་ཀྱིས་ཤེར་གཅིག་བཏང་རོགས་གནང་དང་དེ་ནས་ཡང་ཏིག་ཚེ་ཁྱད་པ་ཅིག་བཀྱགས་འདུག་ཐད་གཏོང་གི་ཤེར་གང་མང་མང་གནང་ཞོར་གནང་དང་ཁྱད་པ་བཀྱགས་འདུག་ཁྱད་པ་བཀྱགས་འདུག་ཐུགས་ཆེ་ཐུགས་ཆེ། ཨ་ནི་རྣམ་པ་ཚོགས་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས།

ང་རང་ཚོ་དེ་མི་དེ་ཚོ་མང་ང་ཁོག་འདུག་མི་མང་ང་ཡོད་པ་ཡིན་ན་མི་རེ་གི་བཤད་རེ་བཏང་དུས་ལ་ཨ་ནི་སྐད་ཆ་བཤད་རྒྱོ་དེ་ཁྱབ་ཆེན་པོ་ཞིག་པོ་ཞིག་ཡོང་གི་འདུག་ཨ་ནི་ཐུགས་ཆེ་ཐུགས་ཆེ་འཚམས་འདྲི་ཡོད་འཚམས་འདྲི་ཡོད་ཨ་ད་དེ་རིང་གི་ཨ་གནས་ཚུལ་དེ་ཅིག་འགོ་བཙུགས་ཞོག་གི་ཡིན།

ཁན་ནཱ་ཏར་རྟེན་གཞི་བྱས་པའི་གངས་ལྗོངས་ཆོས་ལྡན་སྤྱི་མཐུན་ཚོགས་པ་ནས་སེམས་ཁུར་བླངས་ཏེ་ངོས་རང་བགྲང་བྱ་དགུ་བཅུར་བསླེབས་པས་དུས་གཏན་སྲུང་བརྩི་བྱ་གི་ཡོད་པ་ལྟར་ཚང་མར་མཛའ་བརྩེས་བགྲངས་པའི་འཚམས་འདྲི་བཀྲ་ཤིས་བདེ་ལེགས། འདི་གནང་བཞག་ཕྱིར་འདང་སྐུ་མདུན་གྱིས་ངེས་པ་འདྲ་བཤད་ཅིག་བསྐྱོར་བཞག་ན་སྐུ་མདུན་གྱིས་ག་དུས་ཡིན་ནས་ཅེས་བཀའ་སློབ་ལམ་སྟོན་འདི་ཚོའི་ནང་ལོགས་ལ། ང་ཚོ་ལ་དངོས་གནས། དུས་དང་འཚམས་པའི་གི་བཀའ་སློབ་མང་པོ་ཅིག་ཡོང་གི་ཡོད་རེད་ཡིན་ནའི་ང་ཚོས་ལག་ལེན་དེ་ཏག་ཏག་འདོགས་ཆོག་བྱེད་ཀྱི་ཡོད་རེད་མ་གཏོགས་ད་དེའི་ནང་དེ་ལ། བཀའ་སློབ་འདི་ངས་འདུག། བྱ་ཚང་ཀློག་པ་དང་མཉམ་དུ། ངས་དྲ་རྒྱའི་ནང་ལ་སྐད་ཆ་མང་པོ་ཞིབ་པོ་བཤད་ཤག་རེད་ད་སྐད་ཆ་མང་པོ་ཞིབ་པོ་བཤད་པའི་ནང་ནས། ཨ་ནི་སྐད་ཆ་མང་པོ་ཞིབ་པོ་ཅིག། ད་ལྟ་སྐུ་མདུན་གྱི་བཀའ་སློབ་འདི་མཉམ་དུ་མཐུན་འདེགས་འདུག་སྐུ་མདུན་གྱི་བཀའ་སློབ་འདིའི་ནང་ཡོད་པའི་གི་ཚིག་དེ་ཚོ། ད་ལྟ་དཔལ་ནཱ་ལེནྡྲའི་དུ་བ་ད་ལམ། ད་ལམ་གྱི་གོ་དོན་སྐབས་འདི་དང་བསྟུན་བོད་མི་ཚོར་ཡང་བསྐྱར་བརྗོད་འདོད་པ་ཞིག་ལ་ཡང་བསྐྱར་གསུང་དགོས་པ་ཅིག་ལ་ངོས་ནས་སྔར་བན་ཡག་ནས་ཡག་དུ་བརྗོད་ཟིན་པ་ལྟར་ངོས་ཀྱིས་གཙིགས་ཆེར་འཛིན་པ་ཡ་རབས་བཟང་སྤྱོད་དད་འབོད་ཕྱི་ནང་གཉིས་ཀའི་ལྷོད་གཡེང་དོ་སྣང། ཆུང་སྐྱོན་ལྟ་བུར་བར་ལམ་ནས་ཕྲན་བུའི་ཉམས་ཆག་ཕྱིན་འབྲས། གནས་ཚུལ་གོ་ཐོས་ཡོང་གི་འདུག་པར་བློ་འཚབ་བྱུང། ལྟ་འདི་རེད། ང་ཚོ་ལྟ་ལོ། ངའི་ནང་ལོག་དེ་རེད་ད་སྐད་ཆ་འདི་གའི་ཚང་མ་ངའི་ནང་ལོག་ལ། ང་རང་ཚོ་བོད་ཕྱི་ནང་ཚང་མས་སེམས་འཚབ་བྱེད་ཡས་ཀྱི་ཡུལ་དེ་འདི་ཆགས་དེ་ཡོད་རེད་ད། ཡ་རབས་བཟང་སྤྱོད་ཀྱི་ཕུང་ནས་ཡ་རབས་བཟང་སྤྱོད་དེ་སྐྱོ་ཚོ་ཆེ་ནས་ད་སྔས་མ་ཡོད་པ་དེ་སྐྱོ་པོ་ཞིག་ཅིག་ཆགས་ཕྱིན་པའི་རྐྱེན་གྱིས་ད་སྐུ་མདུན་གྱིས་འདི་གསུངས་འདུག་ཨ་ཚང་མས་ཤེས་གསལ་ལྟར། མིའི་མི་ཚེའི་ནང་ལ་ཡ་རབས་བཟང་སྤྱོད་འདི་སྲོག་དང་འདྲ་བ་ཡིན། སྲོག་དང་བྲལ་བའི་རོ་ལྟ་བུའི་མི་ཚེའི་སྙིང་པོ་བརླགས་པ་རེད་ད་ང་རང་ཚོ་ཡ་རབས་བཟང་སྤྱོད་དེ་མེད་པ་ཡིན་ན་ཨ་ནི་མི་ཚེའི་སྙིང་པོ་བརླག་གི་རེད། སྐྱེ་བོ་ཚང་མར་འདྲ་མཉམ་གྱི་སྒོ་ནས་རང་འདྲ་མཉམ་གྱི་སྐྱེ་བོ་ཚང་མར་འདྲ་མཉམ་གྱི་ཀྱི་སྒོ་ནས་རང་གི་བདེ་སྐྱིད་འཚོལ་སྒྲུབ་བྱེད་པའི་ཐོབ་ཐང་ཡོད་སྟབས་ངས་འདི་འདྲ་མཉམ་མི་འདུག་ང་ཚོའི་སྤྱི་ཚོགས་ནང་ལ་འདྲ་མཉམ་མེད་པས་ངས་ཀྱི་དྲ་རྒྱའི་ནང་ལ་ལྟ་དང། ངས་སྲིད་སྐྱོང་གཉིས་ཀྱི་སྐོར་འདྲ་མཉམ་མེད་པས་ཀྱི་ང་ཚོའི་སྤྱི་ཚོགས་ནང་ལོག་གི་དཀའ་ངལ་འདི་ངས་སྔི་མ་གཅིག་བཤད་ཚར་བ་རེད། དཔེར་ན། སྲིད་སྐྱོང་བློ་བཟང་སེང་གེ་ཀྱི་སྐབས་ལ། ང་གར་ཡོད་རེད་ཟེར་ན། ང་ཚོའི་གི་བཙན་བྱོལ་སྤྱི་ཚོགས་ནང་ལ་དཔལ་འབྱོར་གི་ཡོང་ཁུངས་ཕུན་སུམ་ཚོགས་པོ་ཆགས་ནི་སྐབས་དེ་དུས་ལ་བློ་བཟང་སེང་གེ་ཀ་མི་གར་གཤེགས་ཡོད་རེད་ཟེར་ན། ད་ང་ཚོ་འགྲོ་འགྲོ་སོང་དང་ཡས་ཕྱིའི་རྒྱལ་ཁབ་ནང་བཞིན་གི་མི་མང་ནང་ལ་འགྲོ་སོང་དང་ཡས་དེ་སྤར་གི་ཡིན་ག་ས་ག་ནས་སྤར་གི་ཡོད་རེད། དེའི་སྐབས་དེ་ལ་སྐུ་ངོ་སྤེན་པ་ཚེ་རིང་གི་རྒྱབ་སྐྱོར། ད་ད་ལྟ་ག་ཚོད་འདི་ནས་མར་ཡོང་གི་རེད་ཁོ་ཚོས་གར་བྱེད་ཡོད་རེད་ཟེར་ན། བློ་བཟང་སེང་གེ་བར་ཤོག་ཚོགས་འདུག་ཟེར་ནས་དཀའ་ངལ་འདི་བཟོས་པ་རེད་ད་སྤེན་པ་ཚེ་རིང་གི་སྐབས་ལ་གྲོས་ཚོགས་ར་བ་ནས་གང་ནས་མར་བྱས་པ་ཅིག་ཚང་མ་བློ་འཚབ་ཀྱིས་རྦད་དེ་ཁེངས་ནས་ཚང་མ་ལ་སེམས་འཚབ་བྱུང་ནས། ད་ཕྱི་ལོག་གི་ཡོང་ཁུངས་མེད་དུས་ལ་ནང་ལོག་ལ་བརྩིས་བསྡད་དགོས་རེད། ནང་ལོག་ནས་ཅོག་ཅག་དང་ཅོག་ཅག་ཨ་ནི་མི་མང་ནས་ཡག་བསྡུ་རུབ་བྱེད་མགོ་བཙུགས་པའི་གི་རྐྱེན་གྱིས། ངས་སྐབས་དེ་དུས་ལ། ད་དུང་ག་རེ་རེད་ཟེར་ན་སྐུ་ངོ་སྤེན་པ་ཚེ་རིང་ཤོག་ཐོག་གིས་རྦད་དེ་ཡག་ཐག་ཆོད་ཡིན་མདོག་མདོག་བྱས། མཐའ་མ། གློག་བརྙན་རྒྱོབ་ཡོད་རེད་ད་སྐབས་དེ་དུས་ལ། མི་མང་ནང་ལོག་འགྱོད་བར་དང། ཡིན་མ་ཡིན་ནས། འདྲ་མཉམ་མི་འདུག་ཟེར་དེ་སྐབས་དེ་དུས་ལ། དངོས་གནས་ཀྱི་དཀའ་ངལ་འཕྲད་པའི་སྐབས་དེ་ལ་ཚིག་གཅིག་བཤད་ངེས་ཡོད་མ་རེད་དེ་ངས་འདྲ་མཉམ་མི་འདུག་ཟེར་དེ་ད་ད་ལྟ་སྐུ་མདུན་གྱི་འདིའི་བཀའ་དེ་གསལ་བོ་ཞིབ་ཅིག་གསུངས་འདུག་ཨ། འདྲ་མཉམ་གྱི་བདེ་སྐྱིད་འཚོལ་ཐབས་བྱེད་དགོས་ཀྱི་རེད་ང་ཚོས་དཔའ་མཛོད་མི་དེ་བརྩི་དགོས་སྐོར་བ། ང་ཚོའི་སྤྱི་ཚོགས་ལ་བརྩི་གི་མེད་པ་ད་དེའི་ནང་ནས་ལྟ་ཨ། ངས་དེའི་སྐབས་དེ་ལ་བཤད་བཞག་པ་འདིའི་ནང་གི་སྐད་ཆ་མང་པོ་ཞིབ་ཅིག་འདུག་ཨ། དུག་རྙིང་འདི་རང་གཞན་སུ་ལའང་མི་དགོས་པ་དང་ཡ་རབས་བཟང་སྤྱོད་དང་བྲལ་ཏེ་རྒྱལ། གཞན་ཕམ་ཁ་དག་རིགས་བྱས་ཏེ་ངན་པ་ལང་ཤོར་དུ་སོང་ན་བསམ་བློའི་འཕེལ་རྒྱས་དང་སྤྱི་ཚོགས་ཡར་རྒྱས་བདེ་སྐྱིད་བཅས་ཀྱི་འགོག་རྐྱེན་ཆེ་ཤོས་ཡིན། ད་ག་རང་རེད་ད། ད་ཡ་རབས་བཟང་སྤྱོད་དང་བྲལ་ནས་ག་རེ་བྱས་སོང་ང་རང་ཚོ་ཨ་རིར་སླེབས་ན། རྩེད་དེ་གི་ཚོད་སྐྱོབ་སོང་བ་ཡ། ད་ཚང་མས་ཧ་གོ་གི་ཡོད་ར་སྐུ་མདུན་གྱི་འཁྲུངས་སྐར་དང་བདེན་རྫུན་ག་ལ་དཔལ་ལྡན་བློ་བཟང་སེང་གེ་ཡོད་པའི་སྐབས་དེ་ལ་ངོ་རྒོལ་བྱས་ནས་སྲིད་སྐྱོང་གཅིག་ལ་སྲིད་གཞུང་གཅིག་ལ་ངོ་རྒོལ་བྱེད་མཁན་ཡོད་མ་རེད་དོན་དུ་རྦད་དེ་ལས་ཀ་དང་ཡོངས་སུ་རྫོགས་པ་ཕན་གི་ཡོད་མ་རེད་དེ་དོན་དུ་བཟང་སྤྱོད་ཀྱི་སྐད་ཆ་རྦད་ཞིབ་པོ་ཅིག་ཡོད་པའི་གིས་ང་ཚོས་ལྐོག་གྱུར་བཤད་གི་འོ་ར་དེ་ལས་རྒྱུ་འབྲས་བྲལ་བའི་གི་སྐད་ཆ་རེད་སྐུ་མདུན་གྱི་བདེ་སྐྱིད་ཀྱི་འགོག་རྐྱེན་ཚད་ཤོས་རེད་ཞུ་དག་གཏོང་མཁན་ཡོད་རུང་མེད་རུང་སོ་སོའི་ངོས་ནས་དཀོན་མཆོག་དཔང་བཙུགས་ལས་རྒྱུ་འབྲས་དཔང་པོར་བཞག་སྟེ་བྱ་དགོས་པ་ངོ་གནོང་མི་དགོས་པ་ཞིག་བྱེད་དགོས་ངོ་ལྐོག་རྒྱབ་མདུན། མེད་པར་བྱ་རྒྱུ་དེ་ནད་ཀྱི་སྙིང་པོ་ཡིན། ད་ནད་ཀྱི་སྙིང་པོ་ཡིན། ངོ་ལྐོག་རྒྱབ་མདུན་བྱས་ནས་འོས་ཁོ་རང་ད་རྦད་དེ་ཁོ་རང་ག་འདྲས་བྱས། མདུན་འདི་ལ་མི་མང་ལ་ཡ་རབས་བཟང་སྤྱོད་ཀྱི་བཀའ་མོལ་བཤད་ཨ་ནི། སྲིད་སྐྱོང་ཁོ་རང་འདྲ་བ་བྱས་དེ་ཨ་ནི་གཞན་པ་དེ་གའི་ས་འོག་ད་ལྟ་ཐན་ཆད་དཀའ་ལས་ག་དཀའ་ལས་སྐྱོབ་ནས་ད་མི་ཚང་མ་ལ་དགོས་མཁོ་དང་མི་ཚང་མའི་གི་འོས་དེ་ཚོ་ད་འདྲ་བྱས་སོང་ཨ་ད། དེའི་སྐབས་དེ་ལ་ངོ་ལྐོག་རྒྱབ་མདུན་གྱི་སྐད་ཆ་འདི་རེ་དྲག་སྐུ་མདུན་གསུང་ངེས་ཏེ། མདུན་ལ་སྐད་ཆ་གཅིག་བཤད་དགོས་རུང་རྒྱབ་ལོག་ལས་ཀ་གཞན་པ་བྱས་ཏེ་དགོས་ར་ད་ས་བ་ད་ད་ཐན་ཅོན་བྱས་ཙང། ད་དེའི་ནང་དུ་ཁག་གཞན་གྱིས་མ་རབས་བྱེད་རྒྱུ་ཡོད་པ་རྒྱུ་མཚན་དུ་བྱས་ཏེ་རང་ཉིད་ཀྱི་ལོང་བས་ལོང་བ་ཁྲིད་པ་བཞིན་དེའི་རྗེས་སུ་འབྲངས་ཏེ། རང་དྲན་རང་བྱུང་རང་ཉིད་ཕོངས་པའི་བློ་ཆུང་ལྐུགས་རྟགས་རྒྱུགས་སྤྲོད་བྱས་པ་ཞིག་ཡིན། བྱས་ཙང་ངས་འདི་ད་ལྟ་ལོང་བས་ལོང་བ་ཁྲིད་པ་ཟེར་འདི་ད་ངས་ངེད་མ་བསྟན་དབྱངས་ཀྱིས་མི་ཁྲིད་བྱས་ནས་ཡི་གེ་གྲོས་ཚོགས་ལ་ངོ་རྒོལ་བྱས་པ་འདི། ངས་སྐབས་དེ་དུས་ལ། ངའི་གི་གྱོད་གཞི་གུ་རུའི་བཀའ་ལ་འཁོར། ལོང་བས་ལོང་བ་ཁྲིར་བས་ཀྱི་ངོ་རྒོལ་ཅིག་བྱེད་གི་ཨོ་རེད་ཟེར་ནས་ངས་ད་ལྟ་སྐད་ཆ་བཤད་བཞག་པའི་བཀའ་ལ་ཡོད་པ་དེ་སྐུ་མདུན་གྱི་ཏག་ཏག་འདིའི་ནང་ཚིག་འདིའི་ནང་བླུགས་འདུག་བ། ད་ངོ་ལྐོག་རྒྱབ་མདུན་ནས་ཁོང་ཚོས་བྱས་སོང་བ། ད་དེ། ལོང་བས་ལོང་བ་ཁྲིར་ནས་ད་རམ་ས་གཞུང་ལ་ངོ་རྒོལ་བྱས་པར་བ། འདི་ཚོ་སྐུ་མདུན་གྱིས་ཡང་དག་པ་རེད་ཟེར་ནས་གསུངས་མི་འདུག་ཨ་ད་དེ་བློས་ཆུང་གི་ལྐུགས་རྟགས་ཅིག་རེད་ལྐུགས་རྟགས་ཀྱི་རྒྱུགས་སྤྲོད་བྱས་པ་ཞིག་རེད་ད་ད་ད་ད་ལྟ་རྒྱུ་རེད་ད་གྲོས་ཚོགས་རང་འཇགས་སྲིད་སྐྱོང་ནི་རང་འཇགས་ལས་དེ་ཡོད་ར་སྲིད་སྐྱོང་གོ་རོལ་གྱི་རོགས་པ་གང་གལ་ནི་ཡི་གེ་ད་སླེབས་སོང་ཨ། ད་དེ་བྱས་ནས་ངས་ད་ལྟ་འདིའི་ནང་ནས་ད་ད་ལྟ་སྐུ་མདུན་གྱི་བཀའ་སློབ་འདིའི་ནང་ནས་ངས་མ་ཅིག་དོན་དུ་དེང་སྐབས་རང་རེའི་འཚོ་བའི་གནས་སྟངས་ཕྲན་བུ་ཡག་ཏུ་ཕྱིན་པ་དང་ཆབས་ཅིག་སྤྱི་ཚོགས་ནས་བསམ་མེད་ཁག་ཅིག་གིས་ཤོ་བག་བྱས་ཚུལ་བྱས་ཏེ་ད་འདི་རེད། སྐུ་མདུན་ད་ད་ད་བཀའ་སློབ་འདི་གནང་ས་དེ་ང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་ལ་གནང་འདུག Canada ལ་རྟེན་གཞི་བྱས་པ། འདི་ཨ་རི་ལ་ཡོད་པའི་གི་བསོད་ནམས་རྡོ་རྗེ་ཐུབ་བསྟན་ཐོགས་མེད་ཨ་ནི་མི་ལ་རང་བཙན་ཁོ་ཚོ་གསུམ་ཆའི་བཀའ་ལ་རྒྱོབ་ཤག་བས་ཀྱི་བཀའ་སློབ་ཅིག་རེད་ཤག་གར་ཆེན་བསོད་ནམས་མི་ལ་རང་བཙན་དང་བསོད་ནམས་རྡོ་རྗེས་ད་ལོ་འོད་ཀྱི་སྔོན་ལ་སྨྲ་ཤེས་གུ་ཤེས་བཤད་ནི་ལོང་བས་ལོང་བ་ཁྲིད་འགྲོ་ཞབས་རེད་ད། མི་མང་གང་གེ་གེ་ད་འདི་ཀོན། བྱས་ཙང་སྐུ་མདུན་ད་འདས་ཀྱི་སྐབས་ལ་འུ་ཐུག་ད་མུ་ཐུག་སྐུ་མདུན་སེམས་ཕངས་ད་མ་ཕངས། མི་ངོ་མི་ཆོད་ཆགས་འདུག་ད་གེ་ཚོས་ནི་བཀའ་བློན་དེ་ཚོ་རྒྱ་རི་སྒྲོལ་མ་དང་ཁོང་ཚོའི་གྲས་དེ་ཚང་མ་སྐུ་མདུན་གྱི་ངོ་ཤེས་ཀྱི་མི་འདུག་ཨ། ཡང་འདྲེ་ཤད་གྱོབ་ནས་སྐུ་མདུན་གྱི་ཞི་དྲག་གིས་དེ་དོ་སྣང་སྤྲད་མ་སོང་ང་ཚོ་ཚང་མས་ཡོངས་གྲགས་རེད་ད། དྲང་པོ་ཁས་ལེན་དགོས་ཀྱི་ཨོ་ད་ང་ཚོས་དྲང་པོ་དེ་ཁས་ལེན་མི་ཐུབ་བས་ཀྱི་དཀའ་ངལ་གྱིས་ད་ད་ལྟའི་གྱི་གནས་སྟངས་འདི་འདྲ་ཆགས་པ་རེད། ད་ཐུགས་འཐེན་ཐོག་མེད་ཀྱི། ཐུགས་འདུན་ཐོགས་མེད་དང་འབྲེལ་བ་ཡོད་པ་འདི་ངོ་ལྐོག་རྒྱབ་མདུན་གྱི་སྐད་ཆ་བཤད་སྐོར་རེད། ངོ་ལྐོག་རྒྱབ་མདུན་གྱི་ག་རེ་བཤད་ཡོད་རེད་ཟེར་ན་ཐུགས་འདུན་ཐོགས་མེད་ཀྱི་ད་ཤ་ད་ཨ་དྲུག་ཚེ་བརྟན་འབྲས་བུ་དགོན་པ་ནས་སྤིད་པའི་གི་སྐོར་ཅིག་ལམ་སང་ད་ལོ་མང་པོ་བཞི་བོ་ཅིག་གི་ནང་ནས་དྲ་རྒྱའི་ནང་ཡག་ཐོན་ཡོང་སོང། དྲ་རྒྱའི་ནང་ལ་ཐོན་ནི་ཁོ་རང་སྐད་ཆ་མགོ་ནས་བྱེད་པ་ཚོ་ངས་ཡག་པོ་ཆེ་ཉན་ཡིན། ཡེ་ནས་སྐད་ཆ་གང་གས་འགལ་བ་རྐྱང་རྐྱང་འགལ་བ་རྐྱང་རྐྱང་སྐྱིད་དེ་མ་ཁོ་རོས་ཁོ་རང་ལ་དགག་པ་རྒྱོབ་བསྡད་ཀྱི་ཡོད་དེ་འདྲ། ད་ཁོ་རང་གིས་དེའི་ནང་ནས་གནད་དོན་འདི་མགོ་ནས་བྱེད་པ་སུ་ཉན་པའི་ནང་ནས་ཁོ་རང་གིས་ད་རྒྱུ་མཚན་གཙོ་བོ་དྲང་ངེས་དེ་ག་རེ་དྲང་ངེས་རེད་ཟེར་ན་འབྲས་བུ་སྒོམ་པ་ལ་ཐུགས་རྗེ་འབྲས་བུ་དེ་གོ་མང་འདྲ་ཚང་ལ་ཐུགས་རྗེ་ཆེ་ཟེར་ཡས་གཅིག་རེད་ཤག་རྒྱུ་མཚན་དེ། གཉིས་པ་དེ་ཨ་ཀྲུག་ཚད་ལྡན་དང་འགོག་གི་ཕན་བདེ་གཉིས་ཀའི་བྲིས་ནི་མ་ཤོད་ཀོ་ནི་བཤད་ཟིན་གི་ནང་བཞིན་གི་ཁོ་རང་གི་ཁོ་གཉིས་པིས་དགོས་པ་དེ་ཡག་པོ་བྱུང་ཤག་ཟིན་དངོས་གི་རྒྱུ་མཚན་དེ་ག་རེད་ཟིན་ཁོ་གཉིས་སེ་རྒྱལ་ལུ་ལ་ལ་སེ་རྒྱལ་ལུ་ལ་དགོངས་པ་རྫོགས་པའི་གི་མྱ་ངན་གུས་འདུད་ཞུས་མོ་སོང་སེ་རྒྱལ་ཁོས་ཚབ་ཆེ་པོ་དོན་དོ་སྐད་ཆ་དེའི་ནང་འགོ་ནས་བྱས་པ་སོ་ང་ཚོ་ཉན་ན། ཁོང་གིས་མཆོད་གཞི་སྒང་དྲུག་ལ་འཁོད་པའི་མི་སེར་གྱི་ལྟ་ད་ལྟ་ག་རེ་ཟེར་ན། ཁོ་གཉིས་ལ་མཆོད་གཞི་སྒང་དྲུག་གི་རྒྱབ་སྐྱོར་བྱེད་ཀྱི་འདུག་མཆོད་གཞི་སྒང་དྲུག་ལྟ་དཔེ་འདི་སྡུག་ཅག་ཞིམ་པོ་ཅིག་རེད་ཟེར་བཤད་ཀྱི་འདུག་ག་ཡང་ཁོས་སྐད་ཆ་དེ་གའི་ནང་ལ་ཚབ་བྱེད་ཤུལ་ཅིག་དེ་ག་རེ་བཤད་ཟེར་ན། རྒྱལ་གླུ་བསྡུ་འགྲོ་མེད་པ་ཡིན་ན་ང་ཚོ་འདི་འདྲས་ཅིག་ཡོང་གི་མ་རེད། རྒྱལ་གླུ་བསྡུ་འགྲོ་བས་ཏེ་ང་ཚོ་ད་ལྟ་སྐྱིད་པོ་ཡོང་ངེས་ཏེ་རྒྱལ་གླུ་བསྡུ་འགྲོ་བཀའ་དྲིན་རེད། རྒྱལ་གླུ་བསྡུ་འགྲོ་གི་བཀའ་དྲིན་རེད་ཟེར་དགོས་པའི་རྒྱུ་མཚན་དེ་རྒྱལ་གླུ་བསྡུ་འགྲོ་མེད་ན་སྐུ་མདུན་འདས་ཕེབས་ཐུབ་ཡོད་མ་རེད་ཟེར་དགོས། སྐད་ཆ་ནང་དེ་ཚོ་བཤད་སོང་བས། དཔེ་ཚབ་བྱེད་པོ་རེད་བ་སྐད་ཆ། སྐྱེད་ཚིག་རེད་བ་སྐད་ཆ་འཁོད་གི།

འབྲས་སྤུངས་སྒོ་མང་གྲྭ་ཚང་གིས་དེ། ཆོས་འདུལ་བ་བྱེད་མཁན་རེད་ཆོས་འདུལ་བ་ཁས་ལེན་བྱས་པ་རེད། ད་ཆོས་འདུལ་བ་ཟེར་ན་དེ་འདྲས་ཞིག་ཡིན་པ་ཡིན་ན་ཟེར་གི་བར་བརྟག་མཁན། ཆོས་འདུལ་བ་ཡིན་ཟེར་མཁན་བཅས་ཀྱིས་མི་ལ་དབྱེ་འབྱེད་བྱས་བྱས་ནས། གོམ་པ་ནས་མ་ཆེན་པོས་བཏང་བ་དེ་ནང་པ་སངས་རྒྱས་ཀྱི་ཆོས་འདུལ་བ་ཡིན་ན། ང་འདྲ་བོ་བཅས་ཀྱིས་ཨ་ནི། ང་འདྲ་བོ་གཅིག་གིས་ཆོས་འདི་བ་ཟེར་དེ་ཡང་དག་པ་མེད་པ་གཅིག་ལ་ངོས་འཛིན་བྱེད་ཀྱི་རེད་དེ་རིང་ཉིན་མོ་དེ་ལ་ངའི་མིག་མཐོང་ས་དེ་ལ་ཨ་ཕྲུག་ཚད་ལྡན་རྒྱུ་མེད་རྐྱེན་མེད་ཀྱི་ཁོག་ནོར་འཁྲུལ་གང་ཡང་ཡོད་མ་རེད་དེ་ཁོག་གི་རྒྱལ་ལོ་དུད་འགྲོ་ལ་དྲི་མ་ཆད་ཀྱི་རྐྱེན་གྱིས་གཡུགས་པ་རེད་ཟེར་དེ་ཁོ་རང་གི་སྐད་ཆ་དེ་འགྲིག་འགྲིག་གོ་རེད་ད་ཁོག་རྒྱལ་ལོ་དུད་འགྲོ་ལ་གུས་འདུད་མི་ཞུས་པ་གཅིག་གིས་ཆོས་འདི་བའི་ནང་ལོགས་ལ་དེ་འདྲས་མི་རྒྱུ་མེད། མི་ཉིམ་ཆུང་མི་གཅིག་ལ་ཐུབ་ཚོད་བཤད་ཅན་སྤི་བོ་ཡིན་ན་ད་རྒྱ་ནག་དེ་ཚོ་བལ་དེ་ཆོས་འདུལ་བ་བལ་དེ་ཡང་དག་ཁས་ལེན་ངན་ཆགས་དེ་རོ། ཆོས་འདུལ་བ་ད་བལ་དེ་ཡང་དག་ཤུས་ལག་ལེན་ད་ངན་བོད་ཀྱི་མི་ཁྲི་མང་པོ་བསད་པ་རེད་བོད་ཀྱི་མི་ཁྲི་མང་པོ་ཡུལ་གྱར་འགྲོ་དགོས་བཟོས་པ་རེད་བ། ད་ཐུགས་འདུན་ཐོགས་མེད་ཀྱིས་ཆོས་འདུལ་བ་འདི་འདྲས་ཀྱི་ངོས་འཛིན་གཅིག་ཡོད་པ་ཡིན་ན་ད་རྒྱ་ནག་པས་ཆོས་འདུལ་བའི་ནང་ནས་དཔེ་དེ་ཡག་ཤོས་ཆགས་འདུག་བ་ད། གར་ཟེར་བས་ན་བོད་ཀྱི་མི་འབུམ་བོད་མི་མི་འབུམ་གསུམ་ཞིག་ཅིག་བསད་པ་རེད་ད། མར་གསོད་བཏང་འགྲོ། མི་འབུམ་ཁ་ཤས་ཅིག་བྲོས་འགྲོ་གོ་སོ་སོའི་ལུང་པ་ནས་མ་པིན་བྲོས་འགྲོ་གོ་ཟོས་པ་ར། ཕག་མོ་མི་འགྱང་མང་པོ་ཞི་བ་ཅིག་ཡར་འདྲེན་བཏང་པ་རོ། ད་ཆོས་འདུལ་བས་དེ་འདྲས་ཅིག་ཆོས་འདུལ་བ་ཡིན་པ་ཡིན་ན། ད་འདི་ཚོས་སྐད་ཆ་ཚབ་བྱེད་པོ་རེད་བ། ཐུགས་རྟེན་ཐོག་མེད་ཀྱི་ད་ལྟ་བར་དུ་ཉན་དེ་ཅན་ལྟ། མགྲོན་པོ་མགོ་མང་གིས་དེ་འདྲས་ཅིག་བྱས་དུས་ཡར་ལངས་ལྟ་ཁོ་རང་གིས་ཤེས་ཀྱི་འདུག་བ། ཆོལ་ཁའི་འཐེན་གྱིས་མ་རེད། ཆོས་ལུགས་ཀྱི་འཐེན་གྱིས་མ་རེད། ཆབ་སྲིད་ཀྱི་གནོད་དོན་མ་རེད། ད་ཨ་ཀྲུག་ཚེ་བརྟན་ཟེར་འདི་དམ་ཉམས་རེད། ཁོས་ག་རེ་བྱས་ཟེར་ན་ཨ་ཀྲུག་ཚེ་བརྟན་ཟེར་མཁན་དང་འགོག་ཕན་བདེ་གཉིས་དམ་ཉམས་རེད། བྱས་ཙང་ད་ད་ལོ་སེར་འབྲས་དགེ་གསུམ་ནས་བརྩིས་པ་སེར་འབྲས་དགེ་གསུམ་གྱི་ད་དགེ་ལུགས་ཀྱི་གྲྭ་པ་ཡོངས་རྫོགས་དམ་ཉམས་རེད་ད་བྱས།

ངས་ཨ་ཀྲུག་ཚེ་བརྟན་དང་ཁོ་གཉིས་ལ་འོས་བླུགས་པའི་ཕྱིར་ཟེར་ནས། ད་ཁོ་གཉིས་འདམ་ཉག་ཡིན་པ་སུས་ཐག་གཅོད་བྱས་པ་རེད། དངོས་གནས་དྲང་གནས་རེད་ད། འདམ་ཉག་ཡིན་པ་སུས་ཐག་གཅོད་བྱས་པ་རེད། ད་ད་ལོ་བྱས་ན་དགེ་ལུགས་རི་བོ་དགེ་ལུགས་པ་ཚང་མ་འདམ་ཉམས་ཆགས་རོགས།

དོལ་རྒྱལ་མཉམ་དུ་ཁ་བ་དང་ཁ་བུ་དབྱེ་འབྱེད་ཡིན་ན་ཅིག་བྱེད་དགོས་ར་ཟེར་གི་མ་ད་དེ་ཚོ་དངོས་གནས་དྲང་གནས་ཀྱི་ད་ད་ལྟ་ངས་འདི་གི་བྱས་དེ་ལ་དོམ་ཚིག་ཅིག་རྒྱོབ་ཅན་ཅིག་བཤད་ཡས་ཅིག་ཡོད་ད་ཁོག་གི་སྐད་ཆ་དེའི་ནང་ནས་ཛབ་བྱེད་གཞི་དེ་གཅིག་དེ་མགྲོན་པོ་མགོ་མང་གྲྭ་ཚང་གི་སྲིད་སྤྱི་གཉིས་ནང་བཞུགས་མོ་ཅོག་པ་ཟེར་དེ་འདུག་ག་དེ་དང་མ་ཚད་དེ་གི་ནང་ལ་གལ་སྲིད་གུས་དབང་འདུག་ཟེར་ཅིག་ཚིག་ཅིག་ཡོད་རེད། གལ་སྲིད་གུས་དབང་འདུག་ཟེར་དེ། ཁོ་ཚོས་ད་ལོ་ང་ཚོ་དབུས་གཙང་གི་དམིགས་ཡུལ་ཡོད་པ་དབུས་གཙང་གི་དངོས་གནས་དྲང་གནས་ཀྱི་དབུས་གཙང་གི་མཁས་པ་གཅིག་ནོར་བུ་ནང་ལུགས་རེད་དོག་དོག་བཤད་ན། ཐུགས་རྟེན་ཐོགས་མེད་དང་འཁོར་མཚོ་གཙོ་བོར་བྱས་པའི་གེགས། སྔོན་གནས་དྲང་གནས་ཀྱི་དབུས་གཙང་གི་མ་འོངས་པར་མདུན་ལམ་ཡོད་པའི་གི་མི་གཅིག་ལ་ན་གུང་ནང་བསླུས་ཚབ་རེ་ཁོ་ཚོས་ད་མུ་མཐུད་ནས་དེ་ལ་དཀའ་ངལ་བཟོ་ཡ་ཡིན་པ་གཏན་འཁེལ་རེད་ང་ཚོ་དབུས་གཙང་གི་ངོས་ནས་ཡིན་ནས་རེད་སྐྱབས་མགོན་རིན་པོ་ཆེ་སྐུ་ཐོག་རིམ་བྱོན་ལ་ཡིན་ནས་རེད་ཨ་དེ་ད་ད་ཀུན་ད་ལིང་འདི་གལ་ཆེན་པོ་ཞུ་གཅིག་རེད་ཀུན་ད་ལིང་གི་ད་ལྟ་རིན་པོ་ཆེ་མི་དགེ་གནང་ཡོད་རེད་གོ་མང་གྲྭ་ཚང་ནང་ད་དེ་བྱེ་མ་གོས་སྐུའི་དབང་དུ་སྲིད་སྐྱོང་བདམས་སྲིད་ཀྱི་རེད་དེ་ཡིན་དུས་གོས་དབང་ལས་རྦད་དེ་ཁོ་རང་མེད་རྦད་དེ་ཁོ་ཚོས་དེ་དམིགས་ས་དེ་དབུས་གཙང་གི་མི་བྱས་པ་ཅན་འདི་ནག་པོ་བཟོ་ཡ་རང་གི་ཆེད་དུ་མིག་ཡོག་རེད་དེ་རིང་ངས་ཐག་ཆོད་པོའི་སྒོ་ནས་ཞུ་གི་ཡིན། ཨ་ནི་དེ་དང་འབྲེལ་བ་ཡོད་པ་ལྟ། བསོད་ནམས་རྡོ་རྗེ། ངས་ན་སྐུ་མདུན་གྱི་སེའུ་ཞི་བོ་ཅིག་ག་རེ་ཟེར་ན། ཤོ་བག་མ་ལྗང་བསྟག་སེ་རྒྱན་འཛུགས། རྩེ་མོར་རོས་བརྒྱན་བཟའ་ཚང་ཁ་འཐོར་འགྲོ་བ། བུ་ཕྲུག་ཚུལ་བཞིན་སྐྱོང་མ་ཐུབ་པ། ཕན་ཚུན་དངུལ་གཡར་གྱི་བུ་ལོན་འོག་ཏུ་ཚུད་པ། སྲིད་ད་ང་ཚོའི་གི་སྤྱི་ཚོགས་ནང་ལ་སྐུ་མདུན་གི་འདིའི་ནང་ལ་མཚན་མི་དགོས་མ་གཏོགས་གསལ་བོ་ཞིབ་བོ་ཅིག་བཀོད་བྲིས་འདུག་བ་དེ། ཁོས་ཁར་ཁོ་མ་གཏོགས་མེད་པ་ད་ད་ད་ད་ད་ཤོ་པ་མ་ཆང་རྒྱ་ཡེ་མང་དག་ཆ་ཁོ་རང་རང་ཁས་ལེན་པ་ཀོ་སྐྱེ་མིང་གི་ཟ་ཟ་ཟ་ཡ་རྡོར་ཕྱིན་དེ་ཡོར་ད་དངོས་གནས་དྲང་གནས་རེད་ད་དེ་ཙམ་མ་ཚད་བོ་ལིང་གི་པད་རྐུབ་རུས་དེ་ཡོར་ད་ད་དེ་ཙམ་མ་ཚད་ཁོས་ཉིན་མཚན་མེད་པར་དྲ་རྒྱའི་ཁ་ཡོང་ནས་ལོང་བས་ལོང་བ་ཁྲིད་བཅུག་བྱས་ནས་ད་ད་ལྟའི་གི་གནས་སྟངས་འདི་བཟོས་པ་རེད་ད། བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་གནས་སྟངས་འདི་འདྲས་ཅིག་ཆགས་དགོས་ཡས་དེ་ཁོ་ཚོས་དེ་འདྲས་ཅིག་བཟོས་ཤག་རེད་ད། འདིའི་ག་ལ་དཔེ་གསལ་བོ་ཞིབ་ཅིག་དེང་སྐབས། སྐུ་མདུན་གྱི་དེང་སྐབས་རང་རེའི་འཚོ་བའི་གནས་སྟངས་ཕྲན་བུ་ཡག་ཏུ་ཕྱིན་པ་དང་ཆབས་ཅིག་སྤྱི་ཚོགས་ནང་བསམ་མེད་ཁ་ཅིག་གིས་ད་བསམ་མེད་ཁ་ཅིག་གིས་ད་སྐུ་མདུན་གྱི་དེ་མི་གཅིག་རང་བཙན་འབོད་གནང་བ་ར་ད་ང་འདྲ་བོ་ཅིག་ཡིན་ན་དེང་སྐབས་རང་རེའི་འཚོ་བའི་གནས་སྟངས་ཕྲན་བུ་ཡག་ཏུ་ཕྱིན་པ་དང་ཆབས་ཅིག་སྤྱི་ཚོགས་ནང་བསོད་ནམས་རྡོ་རྗེ་འདྲ་བ་ཨ་རི་ལ་དེ་སྔའི་བསོད་ནམས་རྡོ་རྗེ། ཤོ་པ་མ་ལྗང་སྟག་སེ་སོགས་རྒྱན་འཛུགས་རྩེད་མོ་རུས་རྒྱན་བཟའ་ཚང་ཁ་འཐོར་ཕྱིན་པ་དང། བུ་ཕྲུག་ཚུལ་བཞིན་སྐྱོང་མ་ཐུབ་པ་དང། ཕན་ཚུན་ག་ས་ག་ལ་དཔལ་འབྱོར་ཡག་ནས་ད་ལྟའི་བ་ལོན་སྤྲད་མ་ཐུབ་པ་དང་སྒྲིག་རེ་ངན། དངོས་གནས་གྲགས་མེད་ད་ག་རང་རེད། ད་འོག་ཏུ་ཚུད་པ་དང་སྡུག་བསྔལ་ལས་སྡུག་དཀའ་ལས་རྒྱབ་ནས་གསོག་སྒྲུག་བྱས་པའི་རྒྱུ་ནོར་ཕམ་ཤུར་འཚོ་ཐབས་ཁུག་མ་བསྐྱོད་པ་ཇི་བཞིན་དུ་འགྱུར་བ་དེ་བཞིན་ཆང་རག་ཚོད་མེད་འཐུང་རྐྱེན་གཟུགས་གཞི་མི་བདེ་བའི་རྒྱུར་སྲིད་ད་ཁོ་ད་དེ། སྒྲོལ་མས་ནང་ཁུལ་རྩོད་རྙོག་ཤེས་རིག་ཞབས་འདྲེན་གྱི་དངོས་གླུ་ལག་ནས་འཆར་བ་ལྟ་གོ། ཁོ་རང་ལ་འཆར་ནས་ཁྱིམ་མི་སྤུན་ཉེ་འབྲེལ་ལྟོས་དང་བཅས་པས་མིང་ཆོས་བཟོས་པ་སོགས་མཐར་ཐུག་གི་བྱ་བ་འདི་དང་འདི། སྣ་ཚོགས། བྱ་བ་འདི་དང་འདི་མཚོན་སྣ་རེ་སྤང་བླང་མཚམས་འཇོག་ཐུབ་ན་ངོས་ཀྱི་གོ་དོན་ལ་ལ་དག་ཡག་ཤོས་ཡིན་པ་དང། རྟགས་ཁོ་གེ་ཉི་མ་རྟག་པ་དྲ་རྒྱའི་ཁ་ཤས་རིང་དུ། ཉི་མ་རྟག་པ། ཉི་མ་རྟག་པ་དྲ་རྒྱའི་ཁ་ལ་དག་སྤེལ་ཏེ་ཁོ་རང་དེ་རྐྱང་རྐྱང་ལོག་བཤད་རྐྱང་རྐྱང་བརྒྱབ་ནས།

བདེན་གཉིས་གཉིས་ཆ་ལྟ་བས་ཅན། རྫུན་མ་ཡིན་སྲིད་ཀྱི་མ་རེད་བ་དེ། ངས་སྐུ་མདུན་བཀའ་སློབ་རང་ལ་ངོས་འཛིན་བྱས་བྱས་འདི་འདྲ་ཤེས་རྒྱབ་གི་ཡོད། ད་འདིའི་བྱས་ནི་འདི་རེད། ད་མི་ལ་རང་བཙན་དང་བསོད་ནམས་དོད་གཞི་གཉིས་ཀྱི་རྒྱུན་ལྡན་ནས། ད་ལས་ཀ་འདི་བྱས་ནས་ད་སྐུ་མདུན་མཐའ་མ་ལ་འུ་ཐུག་ནས་འདི་གནང་བྱ་རྒྱུ་རེད། ད་འདི་ག་རེད་ཟེར་ན་ཤུག་དཀར་པོའི་ག་ལ་ཡི་ན་ཚ་ནག་པའི་གྲི་རྒྱོ་སོང་ཙང་དེ་གི་རེད་ད། ད་མི་མང་མང་པོ་ཞིག་ལྷག་པར་དུ་ང་ཚོ་དབུས་གཙང་མི་མང་གི་འདི་ཚོ་བསམ་བློ་ཡག་པོ་དང་གོ་བ་ཡག་པོ་གླེང་དགོས་དེ་དཔེ་གལ་ཆེན་པོ་རེད། ད་ད་ལོ་ད་བལ་དེ་ཁོ་རང་དངོས་གནས་དྲང་གནས་ཀྱི་ནོར་འཁྲུལ་ཤོག་ཆེན་པོ་ཞིག་ཤོར་ཚར་རེད། རྟགས་འདི་ཤོར་བ་དེ་ཁ་གསལ་བོ་ཞིབ་བོ་ཅིག་རེད། ད་ད་ལྟ་ང་རང་ཚོ་སྤྱི་འཐུས་ཀྱི་དམ་འབུལ་དེ་གས་བྱས་སོང་ང་ལྟ་དང་ག་འདྲས་འདུག་ད་དམ་འབུལ་ནང་ལོགས་ལ་སྒྲོལ་མ་ཚེ་རིང་ཚོགས་གཙོ་བསྐོས་སོང་ང་ཀརྨ་དགེ་ལེགས་ཚོགས་གཞོན་ལ་བསྐོས་པ་རེད་ད། སྟབས་འདིས་ག་རེ་མཚོན་གྱི་ཡོད་རེད་ཟེར་ན། སྤྱི་ཚོགས་ལ་འཆམ་མཐུན་མེད་པ་དེ་མཚོན་ཐུབ་ཡོད་རེད། དུག་ཏུ་འགྲོ་གི་ཡོད་པ་ལྟ་སྐུ་མདུན་ནས་སེམས་འཚབ་བྱུང་བ་དེ་ཁ་གསལ་ཞིག་རེད། སྐུ་མདུན་སེམས་འཚབ་བཅངས་ཙམ་མ་རེད་ཤག། དངོས་གནས་དྲང་གནས་ཀྱི། སྲིད་སྐྱོང་ཁོ་རང་གིས་ཡི་གེ་གཅིག་འགྲེལ་བཤད་མང་པོ་ཞིག་བསྐྱོན་ནས་གཞི་ནས་སྐུ་མདུན་གྱི་དེ་ཤུ་བོ་དེ་གཟིགས་སུ་མ་གཏོགས་གཟིགས་དེ་གོ་རིགས་མི་འདུག་ད་སྤེན་པ་ཚེ་རིང་མ་གླིང་རུང་བས་ནས་ག་འདྲས་བཤད་སོང། ཏདྷ་ནྟ། དེའི་ག་ལ་དེ་དེའི་བར་ཏདྷ་རྒྱལ་ག་ལ་པར་ཆ་ཚང་བྱས། སྐུ་མདུན་གྱི་སྔས་མ་བཀའ་སློབ་གཅིག་གི་ནང་ལ་སྲས་པོ་བཞི་བོ་གཅིག་ང་མཉམ་དུ་པར་བསྐྱོད་པ་བཅུ་དགུར་ངོས་འཛིན་མ་བྱས་ཨཱས། ང་མཉམ་དུ་པར་རྒྱག་པའི་ག་ལ་ངའི་རྣམ་འགྱུར་ག་འདྲས་ཅིག་འདུག། ད་ད་ལྟ་དཔའ་ཚུལ་རྣམ་འགྱུར་ཡག་ག་ཚིག་གཅིག་བྱུང་ཡོད་མ་རེད་དེ་ད་ལྟ་ཨུ་ཚུགས་རྒྱོ་ཅན་ཨུ་ཚུགས་རྒྱོ་རྒྱོ་བའི་གི་འབྲས་བུ་ལ་ད་ད་ལྟ་སྐུ་མདུན་མི་ངོ་མི་ཆོད་ཆ་ཚབ་རེད་ད་དྲང་པོ་བཤད་ན་དངོས་གནས་དྲང་ནས་ག་ཚང་སྐུ་མདུན་གི་ག་ཚང་གི་གཉིས་སྐབས་བཅུ་དྲུག་པའི་གི་བཀའ་ཤག་དེ་བྱེད་དུས་ལ་སྐུ་མདུན་གི་དངོས་གནས་དྲང་གནས་གི་མི་ངོ་ཤེས་གི་མི་འདུག་ག། པད་དུ་བུ་སུ་དོག་པོ་བཟོས་པར་ཁོ་ཚོས་བེད་སྤྱོད་བྱེད་ཡས་མང་འདྲ། ད་དངོས་གནས་དྲང་གནས་ཀྱི་བོད་ཕྱི་ནང་གཉིས་ཀྱི་རྒྱ་ཆེན་མི་དམངས་དངོས་གནས་དྲང་གནས་ཀྱི་དད་པ་ཡོད་ན། ད་ཁོ་ཚོའི་གི་བྱེད་སྟངས་ངན་པ་འདོན་ཚོ་ལ་དངོས་གནས་དྲང་གནས་ཀྱི་ངོ་རྒོལ་བྱེད་དགོས་རེད་ད། བྱེད་དགོས་ངེས་རེད་མ་བྱས་པ་ཡིན་ན་ད་དངོས་གནས་ཀྱི་ང་ཚོ་དེ་བྱེད་ཀྱི་རེད་ད་ངས་ད་ལྟ་ང་ཚོ་ལ་སྔས་མ་འཐབ་རྕོ་གཅིག་གྱུར་ཟེར་རྒྱ་ནག་གི་གཅིག་བཙུགས་རེད་འཐབ་རྕོ་གཅིག་གྱུར་ཟེར་དེ་བཙུགས་ནས་གར་བྱས་ཡོད་རེད་ཟེར་ན་ད་ད་ལྟ་ང་རང་ཚོ་ནང་བཞིན་གྱི་ཉམས་ཆག་ཞིབ་བོ་ཅིག་རྒྱ་མི་རིགས་ཉམས་ཆག་ཞིབ་བོ་ཅིག་ཕྱིན་རྗེས་ད་ད་ལྟའི་ཀྱི་ང་ཚོ་གྱི་ཉམས་ཆག་དེ་ཁོ་ཚོ་ལ་བཏགས་ཡོད་ཅི་གལ་ཆེན་པོ་ཞིག་རེད་ཁོ་ཚོས་སྐབས་དེ་དུས་ལ་འཐབ་ཕྱོགས་གཅིག་གྱུར་དེ་འཛུགས་སྐྱོང་བྱེད་དགོས་པའི་དུས་ལ་སླེབས་ཡོད་རེད་ད་ད་ལྟ་ང་རང་ཚོ་ཡིན་ནས་ངས་འདི་བྲིས་ཤག་ཡིན། མཐུན་སྒྲིལ་ཐུབ་པའི་སྟོབས་ཤུགས་ཡོད་ཚད་ལ་མཐུན་སྒྲིལ་བྱེད་དགོས་ཀྱི་རེད་མ་གཏོགས་ད་ཁོ་ཚོས་མཐུན་སྒྲིལ་བྱེད་ཐུབ་པའི་སྟོབས་ཤུགས་ཡོད་ཚད་ལ་དཔེ་དེ་དེ་བྱེད་ཀྱི་འདུག་ཨ། དགྲ་བོར་རྩིས་བྱས་ནས་རྒོལ་རྡུང་བཏང་གི་འདུག་འདིས་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ང་རང་ཚོ་སྤྱི་ཚོགས་དེ་རྡུང་རྡེག་གཏོང་རྒྱུ་དེ་བྱས་པ་ཡིན་འགྲིག་གི་ཡོད་མ་རེད་ད་ངས་ག་རེ་བསམ་གྱི་ཡོད་རེད་ཟེར་ན་ང་ཚོས་དངོས་གནས་དྲང་གནས་ཀྱི་མཐུན་སྒྲིལ་བྱེད་ཐུབ་པའི་གི་སྟོབས་ཤུགས་ཡོད་ཚད་ལ་མཐུན་སྒྲིལ་བྱེད་པོ་རེད་མ་གཏོགས་ད་ད་ལྟའི་གི་ང་རང་ཚོ་གི་སྤྱི་ཚོགས་ཀྱི་གནས་སྟངས་ཆོས་སྒོ་གསུམ་ཟེར་འདི་དགྲ་བོར་རྩིས་ཉན་གྱི་མ་རེད་ད་ད་ལྟ་ང་ཚོས། ཆོལ་ཁ་གསུམ་དེ། ཆོལ་ཁ་གསུམ་དེ་དགྲ་བོར་རྩིས་མེད་ཉེན་བྱས་ནས་རང་ཕྱོགས་ཀྱི་མི་རྣམས་ལ་རྡུང་རྡེག་བཏང་རྒྱུ་དེ་མཚམས་འཇོག་དགོས་པར་གདའ། མི་ཁག་ཅིག་གིས་གར་བྱེད་དགོས་ཀྱི་ཡོད་རེད་ཟེར་ན་སོ་སོའི་གི་འདོད་བློ་ལྟར། ཨ་ནི་བྱེད་འདོད་མེད་པའི་གི་ད་སོ་སོ་གི་འདོད་བློ་ལྟར་བྱས་ནས་བྱེད་འདོད་མེད་པའི་གི་ལས་ཀ་དེ་ཚོ་བྱེད་བཅུག་གི་ཡོད་རེད། ད་ལྟ་འདི་ཨ་རིའི་བསོད་ནམས་དུ་དོད་རྒྱུད་ཀྱི་སྐད་ཆ་ཅིག་ངས་ག་ཚང་ཉན་ཡིན། ཁོས་ག་རེ་བཤད་གི་འདུག་བལ་ཡུལ་གྱི་ཝེར་དང་འབྲེལ་ནས་སྐད་ཆ་ཅིག་བཤད་གི་འདུག་ཨ། ཁོས་ག་རེ་བཤད་གི་འདུག་ཟེར་བ་ཡིན་ན། ཁོས་བལ་ཡུལ་གྱི་སྐད་ཆ་འདི། ག་རེ་ཟེར་ན། བལ་ཡུལ་གྱི་སྐད་ཆ་དེ་དང་མཉམ་དུ་འབྲེལ་ནས་ཁོས་ག་རེ་བཤད་ཟེར་བ་ཡིན་ན། ཆོས་ལུགས་ཀྱི་སྤྱི་མཐུས་དེ་ཚང་མ་ཁམས་པ་རྐྱང་རྐྱང་རེད། ང་ཚོ་དབུས་གཙང་གི་མི་འདུག་བཤད་སོང་ཨ། ད་བལ་ཡུལ་གྱི་སྡེ་ལ་ང་ཚོ་དབུས་གཙང་མི་གཅིག་ལེགས་རེད། འོད་དེ་སྐྱར་ནུ་ལུག་འཇུ་བས་ན། ཁྱོད་ད་ལྟ་རྫུ་གུ་ཕར་ལ་བཙུགས་ནས་ལྟ་ཐུབ་ཀྱི་འདུག་ག་ང་ཚོ་དབུས་གཙང་མི་འདུག་ང་ཚོ་དབུས་ཀྱི་མི། དབུས་གཙང་གི་ད་ལྟའི་གི་དབུས་གཙང་གི་སྤྱི་འཐུས་མི་བཅུ་འདུག་ག་དེའི་ནང་ང་ཚོ་དབུས་ཀྱི་མི་གཅིག་ལས་སླེབས་ཡོད་མ་རེད་ད། འདི་སུ་ལ་རྩོད་རྒྱག་རེད། ངེད་མ་ཡིན་ན་གཉིས་ཡོད་རེད་ལྷ་རྒྱལ་རྣམ་རྒྱལ་སྒྲོལ་པ་དང། ཆོས་འཛིན་གཉིས། ད་ད་ལྟ་མི་གཉིས་ནང་ནས་མི་གཅིག་གཅིག་པུ་ལས་སླེབས་ཐུབ་ཡོད་མ་རེད། དེ་ཙམ་མ་ཚད་བོད་ནས་ཕྱིས་སུ་ཡོང་མཁན་གསར་པ་མི་བཅས་བཏང་ཡོད་མ་རེད་རྐང་བཅས། ད་སོ་སོའི་མི་ལ་འཛུགས་བཙུགས་འབྲེལ་འདུག་ང་ཚོ་དབུས་ཀྱི་མི་སུ་ལ་འཛུགས་བཙུགས་རེད། དབུས་གཙང་དབུས་གཙང་ཟེར་ནས་ད་རམ་ས་ལ་ད་ལྟ་དབུས་གཙང་གི་མིང་ཐོག་ལ་སྐྱིད་སྡུག་ཅིག་བཙུགས་དབུས་གཙང་གི་ཆོལ་ཁ་ཡིན་ཟེར་ཅིག་བཙུགས་ཡི་གེ་བསྟོད་པ་ཁ་ཤས་ཅིག་གིས་རྐུབ་དག་ཅིག་བསྟོད་པ་ཁ་ཤས་ཅིག་གིས་གིས་མི་ཡི་གེ་ནང་དེ་བསྟོད་པ་ཁ་ཤས་ཅིག་ཡ་དབུས་གཙང་མི་ཡིན་ཟེར་ནས་སྤྱི་འཐུས་ཡིན་ཟེར་ནས་བཙུགས། དེའི་ནང་ལ་མི་མང་ཡོད་པ་དེ་གས་གང་གས་དགོས་མཁོ་བཏང། རྒྱ་བ་རིན་པོ་ཆེ་དང་རྒྱ་བ་རིན་པོ་ཆེ་ཟེར་ཁག་གིས་འདི་འདྲས་རྐྱང་རྐྱང་བྱས་བསྡད་པ་ཡིན་ན་ཉིན་མ་གཅིག་ཟེར་དུས་ད་ད་ལྟ་ཁྱེད་ཚོས་བྱེད་ཀྱི་འདུག་ག་བསོད་ནམས་རྡོ་རྗེ་དང་མི་ལ་རང་བཙན་དང་ཐུགས་བདེན་ཐོགས་མེད་དང། ད་ད་ད་སྤེན་པ་ཚེ་རིང་གིས་གང་བྱས་རྗེས་འབྲང་འདི་གས་གང་གས་ཀྱིས་གར་བྱེད་ཀྱི་བ་རེད་ཟེར་ན་ཁྱེད་རང་ཚོ་གིས་མགོ་འཚོས་ཀྱི་ཡོད་པ་ཡིན་ན་ངས་སྐད་ཆ་དེ་ཡག་པོ་ཉན་ན་ཁྱེད་རང་ཚོ་གིས་ཞག་པད་ཀྱི་མགུ་ཅིག་འདུག་ག་སོ་སོ་གྱི་སྐྱེ་ལ་གོན། བཞག་ནས་དེ་ག་ས་ག་ལ་ག་ས་ག་ལ་བཀྲམ་གྱི་འདུག་ཨ། ཉི་མ་གཅིག། དྲང་བདེན་རེད་རེད་བཤད་པའི་ཉི་མ་དེ་ཐག་པ་རེད་རེད་ཅན་གཅིག་འཐེན་སོང་ན་ཁྱེད་རང་ཚོ་སྐྱེ་རྒ་དང་བཅས་དེའི་ཉིན་དེ་ནས་བྱས་ནས་ད་ལྟའི་གི་ནག་ཕྱོགས་གི་འགྲོ་སྟངས་གཅིག་འདུག་ཨ། དེ་གས་གང་གས་རྩ་མི་འགྲོ་གི་རེད། མགོ་ཚོས་ཀྱི་ཡོད་ན། དྲང་བདེན་བསོད་བདེ་དང་དྲང་པོ་དྲང་བཞག་འདིའི་དགོངས་ལ་འགྲོ་ས་ཡོད་མ་རེད་ཅེས་དང། དྲང་པོ་དྲང་བཞག་འདི་ཉིན་མོ་གཅིག་ཡར་ཐོན་ཡོང་གི་རེད། འདི་ཐོན་ཟིན་ན། ཨ་ནི་ཁྱེད་ཚོ་འགྱོད་པ་སྐྱེས་ནས་འཆི་དྲག་རེད་དུས་ཚོད་དེ་ལྟོས་ལ། བསྐྱར་ནི་ལོ་སའི་ལམ་ཁ་མེད་པ་ཆགས་ཚར་འགྲོ་གི་རེད། བྱས་ཙང། དུས་ཚོད་བསལ་ཏེ། གཅིག་བྱས་ན་སྒོར་མོ་བཞི་བོ་རེད་གཅིག་བྱས་ན་དུས་ཚོད་བསལ་ཏེ་མགྱོགས་པོ་བཞི་བོ་གཅིག་ལ་འགྱུར་བ་འགྲོ་གི་རེད་མགྱོགས་པོ་བཞི་བོ་གཅིག་ལ། ད་ང་ཚོས་ལྟད་མོ་བལྟ་གོ་ལྟད་མོ་བལྟ་གོ་ད་གྲོས་ཚོགས་ནང་ལ་དེ་བྱས་སོང་ང། སྒྲོལ་མ་ཚེ་རིང་དང་དཀར་མོ་ཀེ་ལེ་གཉིས། ག་རེ་ཡིན་ནས་བྱེད་ཐུབ་ཀྱི་ཡོད་བསམ་ནས་གདམ་ཡོད་རེད་འགྲིག་གི་ཡོད་རེད། སྲིད་གཞུང་དེ་གི་ད་ལྟ་བ་ཚོ་དེ་ད་སྐད་ཆ་ཚིག་གཅིག་བཤད་ཡོད་མ་རེད་ད་དེ་རིང་སྲིད་གཞུང་གི་སྐོར་དྲི་བ་གཅིག་བཏང་དུས་ལ་ཡ་སྐྱག་མ་སྐྱག་ཡ་སྐྱག་མ་སྐྱག་དམིགས་བསལ་གྱི་ཆ་ཤིག་གང་ཡང་ཡོད་མ་རེད། ནུས་པ་མཉམ་སྤུང་ག་རེ་ནུས་པ་མཉམ་སྤུང་ཟེར་ཅིག་ད་དེ་ནུས་པ་མཉམ་སྤུངས་རེད་འོ་དེའི་ཚིག་དེ་ཡག་བསྐྱར་མ་བསྐྱར་ཨ་ནི། བོད་དོན་དྲིལ་བསྒྲགས་གསལ་བྱེད། ཕྱོགས་གཅིག་ནས་བན་ཆུང་དུ་བཟོ་ཐུབ་ཀྱི་མ་རེད་ཆབ་སྲིད་ཀྱི་ལངས་ཕྱོགས་གསལ་པོ་ཅིག་བཅས་ཁ་ཕྱོགས་གཅིག་གི་སྟོད་གཡོགས་ཀྱི་དེ་གོ་རིམ་ཡོད་མ་རེད། དངོས་གནས་དྲང་གནས་ཀྱི་གང་ཡང་ཡོད་མ་རེད་ཚང་མ་བཙན་བྱོལ་ལ་ཡོད་པ་དེ་གའི་ཐུགས་ཀྱི་ནང་བཞིན་གོས་ཅན་འདེབས་སོང་ང་དེ་བྱས་ད་བོད་ནང་ནས་དེང་སང་བླུག་གི་འདུག་བ་ད་ཚང་མ་ལ། དངོས་གནས་བླུགས་ཡོང་དུ་དེ་ཡག་ག་ཟིག་མ་རེད་དེ་དངོས་གནས་དྲང་གནས་ཀྱི་སྐུ་མདུན་གྱི་མཚན་སྙན་ལ་ད་ཧ་ལས་པ་གནོད་ཚ་འདུག་ཧ་ལས་པ། གལ་ཆེ་ཉེ་ཆར་བོད་ནང་གི་དུང་ཡུལ་གཅིག་གི་ནང་ལ་ངས་ཉན་ཡིན་དུང་ཡུལ་གཅིག་གི་ནང་ལ་ཕོ་གསར་གཅིག་གི་སྐུ་མདུན་ལ་ཁ་བཏང་འདུག་བོད་མི་སེར་གྱི་ཁ་བཏང་གི་འདུག་ཁ་བཏང་ཡིན་དེ་ལ་སྙིགས་མར་བཅུ་དགུ་ཁྲི་སུམ་ཅུ་རྫོགས་ཏེ་བཞག་ད་བསམ་དང་ད། གཞོན་སྐྱེས་མང་པོ་ཅིག་ཞན་པོ་ལོག་གོ་རོ་ད་ཞན་པོ་ལོག་ཅིག་བྱ། འདི་སྐུ་མདུན་གྱི་ནོར་འཁྲུལ་རེད་བས་མ་རེད་པ། ད་ལྟ་རྡ་རམ་ས་ལ་གཙོས་ཤ་བོད་ཀྱི་སྒྲིག་འཛུགས་ནང་གི་མི་སྣ་དེ་གས་གས། སོ་སོའི་གི་སྒེར་དོན་རྐྱང་རྐྱང་བསྒྲུབ་པའི་གི་རྐྱེན་གྱི་བྱུང་གི་ཡོ་རོ་ད། སྐུ་མདུན་བེད་སྤྱོད་བྱེད་མང་དྲགས། སྐུ་མདུན་པའི་ཚོང་ཟས་ནང་བཞིན་ཚོང་རྒྱག་ནོ་ད་བརྩི་ནས། ད་དངོས་གནས་དྲང་གནས་ཀྱིས་ད་ད་ད་ང་ཚོའི་གི་མིག་མདུན་ལ་རེད་ད། སྐུ་མདུན་རང་གི་གནས་ཆུང་ཕེབས་པའི་སྐབས་ལ་ནོར་བུ་ག་གྱིས་ཁོག་གི་རེད། གསལ་བོ་གསུངས་པ། ད་གངས་ཅན་གནས་ཆུང་གནས་ཆུང་གི་ལུང་བསྟན་གྱོད་རེད་ཟེར་དོ་ཅི་ཅིག་གནས་ཆུང་དོ་ཅིག་གྱུར་ཡོད་རེད་ཟེར་ཏེ་བཤད་བྱས་ནས་ད་ད་ད། ཨ་ཕྲུག་ཚེ་བརྟན་དང་དེ་ཚོ་ག་གེ་ཅིག་འདམ་བྱང་གི་ནི་ཅིག་རེད་ཟེར་ནས་བཤད་དེ་གོ་ར་ང་ཚོའི་སྤྱི་ཚོགས་ནང་དྲང་པོ་བྱེད་གི་མི་འདུག་ཨ། ཁར་ཐུག་གོ་རུམ་དྲང་པོ་བྱེད་གི་མི་འདུག་ཨ། ད་འདིས་ག་རེ་མཚོན་དགོས་བ་རེད་ཟེར་ན་ང་རང་ཚོའི་ནང་ནས་ད་ང་འདྲ་བོ་ཅིག་གིས་ད་འདི་འགྲིག་གི་མི་འདུག་ད་ང་ཚོ་དྲང་པོ་བྱེད་དགོས་གི་འདུག་ད་ཟེར་ནས་བཤད་པ་འདི་ལ་མི་མང་པོ་ཅིག་གིས་ཁོ་རྦད་དེ་གནས་ཆུང་ལ་འཇིགས་ཀྱིན་འདུག་ཁོ་ཁམས་པའི་རྒྱབ་རྒྱུག་ཅིག་འདུག་ཁོ་གར་སའི་གླུ་གར་འཇམ་རྐུབ་ལྡག་གིན་རེད་ཟེར་མང་པོ་བཤད་རེད་པ། ང་སུ་གཅིག་དང་འབྲེལ་བ་ཡོད་མི་རུང་སུ་གཅིག་དང་ང་དངོས་ཡོད་གནས་ཚུལ་རང་གཅིག་ལ་ངས་ཐད་ཀར་དུ་ལངས་བསྡད་རྒྱུ་ཅིག་རེད་ང་དབུས་གཙང་གཙང་མ་གཙང་རྐྱང་རེད་སེམས་ཁམས་ལས་དབུས་ལྷོ་ཁ། བོད་རྒྱལ་ཁབ་ལ་རྒྱལ་ཞེན་ཡོད་ངེས་རྒྱལ་ཁབ་ལ་བོད་དགའ་ལྡན་པོ་དང་བོད་གཞུང་དགའ་ལྡན་པོ་དང་ལ་མི་རྟོག་མི་རྟོག་ནས་ཁྲལ་གཡོག་ཡོང་ངེས་མི་བྱེད། བོད་གཞུང་དགོ་ལྡན་པོ་དང་ལ་ཤ་ཚ་ཡོད་ནས་བཤད་ངེས་སྐད་ཆ་ཅིག་རེད་ངའི་སྐད་ཆ་ལ་འདི་ལག་པ་འདུག་ཡིན་མ་ཡིན་ནས་ང་རང་ཚོ་ནང་ཁུལ་ལ་ད་གནས་ཆུང་གི་ཅིག་བཤད་པ་དེ་ཞི་བོ་ཅིག་རེད་ཨ་ནི། ད་ཧ་ལམ་སྐུ་མདུན་གྱིས་གསུངས་པ་ལས། སྐུ་མདུན་གྱི་བཀའ་སློབ་དེ་ཚོ་ལས་ལྷག་པ་ཅིག་རེད་བཅས་ནི་མ་བཤད། ཨ་ནི། དངོས་གནས་ཀྱི་དོན་དངོས་ཀྱི་ཆབ་སྲིད་ཀྱི་གནད་དོན་འགའ་ནས་འགྲེལ་བཤད་སྣ་ཚོགས་རྒྱོབ་བཅས་ནི་ང་རང་ཚོ་ནང་ཁུལ་ལྟ་འགྲིག་འགྲོག་རེད་དེ་ཕྱི་ལོག་མི་དེ་ཚོས་ལྟ་ན་གར་ཐུག་འདུག་ད། ང་རང་ཚོ་བཙུན་མོ་སྐྱེ་མཁན་འཁྲབ་དེ་ངན་འཁྲབ་གི་ཡོད་ར་ང་རང་ཚོ་ཚང་མས་གཅིག་གཅིག། ང་རང་ཚོ་ནང་ཁུལ་ལྟར་སྒྲིག་གི་ཡོད་རེད་ང་ཚོ་མིའི་སྤྱི་ཚོགས་ནང་ལ་དེ་དགོས་གི་རེད། དཔེར་ན། ད་ད་ལྟ་ང་འགྲོ་བྱུང་སྡེ་སྲིད་ཀྱི་ས་ཆ་འདི་ལ་མི་འབུམ་གཅིག་ལྷག་ཡ་ཡོད་རེད། དེའི་ནང་ལ་ང་ཚོ་བོད་པ་ལྔ་དྲུག་ཅིག་ལ་ཡོད་མ་རེད། ད་མི་འབུམ་གཅིག་དེའི་ནང་ལ་ང་ཚོ་བོད་པའི་གི་སྲོལ་རྒྱུན་རིག་གནས་འདི་འདྲས་ཡོད་ང་ཚོ་བོད་པའི་གི་ད་ལྟའི་གི་འགྲོ་སྟངས་འདི་འདྲས་ཅིག་འགྲོ་གི་ཡོད་རེད་ཟེར་ནས་བཤད་ན་ཁོ་ཚོ་གད་མོ་ཤོར་འགྲོ་གི་རེད་ད་ལྟ་ང་ཚོས་རྡ་རམ་ས་གི་བྱེད་སྟངས་འདི་གས་གང་གས་ཅིག་བཤད་པ་ཡིན་ན། ཨ་ནི་ངེད་མ། དེའི་རྗེས་རེད། རེས་མོ་བྲིས་ཁྱེའུ་གཅིག་ཡོད་རེད། རྒྱལ་མི་གི། ལི་ཧེ་ཅང་ཚེ་གཅིག། ཁོ་གི་རེས་མོ་བྲིས་ནི། རྩེ། རྩེ་གཅིག་ནས་ད། བ་ཅུ་གཅིག་རེས་མོ་བྲིས་རེད། དེ་ཕྱི་རྒྱལ་གཅིག་གི་དཔེ་དགོངས་ཆེན་མོ་བཞི་བོ་གཅིག་སྤྲད་ཉོན་ཅི་འདུག་ཨ། འདི་ག་རེད་ཟེར་ན་སྐབས་དེ་དུས་ལ། རྒྱ་ནག་གི། མིག་གི་རྣམ་པ་མཚོན་རྒྱུ་རེད། རྒྱ་ནག་མི་དང་བ་ཅུང་གཅིག་པ་རེ་གང་བྱུང་མ་བྱུང་བྱས་ན་འགྲིག་གི་འོ་རེད་ཅེས། ཁོ་ཚོས་དེ་འདྲས་ཀྱི་དེ་བྱེད་གི་འོ་ར། མི་ལ་ངོས་འཛིན་བྱེད་གི་འོ་ར། ད་ང་ཚོའི་གི་མིའི་ངོས་འཛིན་ཏག་ཏག་དང་དར་རམ་ས་ལ་རྔ་དང་དུམ་བུ་ཁྱིར་ཁྱིར་ཅན་དང་དང་དང་ཟེར་དེ་བྱས་ཨ་ནི་ཕྱི་རྒྱལ་དེ་ཚོས་ལྟ་གི་འོ་ར་ཕྱི་རྒྱལ་དེ་ཚོས་པར་སྐྱོང་གི་འགྲོ་གི་འོ་ར། བོད་བོད་ཀྱི་མི་འདི་འདྲས་ཅིག་རེད་ཟེར་ཤེས་ཀྱི་ཡོད་རེད། ད་དེ་ཚོས་བཤད་པ་དེ་ཉན་གྱི་ཡོད་རེད་ཟེར། ད་ང་ཚོ་དུས་ཚོད་འདི་འདྲ་ཅིག་སླེབས་དེ་ཡོད་རེད་དངོས་གནས་དྲང་གནས་ཀྱི་ནང་པ་སངས་རྒྱས་ཀྱི་ཆོས་ལུགས་འགྲོ་ཅིག་ཡིན་ན་སྐུ་མདུན་གྱི་གསུང་ཡན་ལག་ཚན་རིག་དང་མཐུན་པའི་གྱི་ཆོས་ལུགས་ཡིན་གསུང་གི་ཡོད་རེད། ང་ཚོས་དབྱེ་ཞིབ་བྱས་དྲང་གནས་གཙོ་བོ་འཛིན་ནས་བཤད་དེ་བྱེད་ཀྱི་ཡོད། སངས་རྒྱས་རང་གིས་ཁོ་རང་སེར་བྱེས་ལྟ་བུ་རེད་ཟེར་བཞིན་དུ་ང་ཡིས་ལེགས་པར་བལྟ་ལ་ང་ཡིས་དཀའ་ཟེར་གསུང་བཞག་ཡོད་རེད།

ད་ལྟའི་གི་གནས་ཚུལ་དེ་ཚོ། དེ་འདྲས་ཀྱི་གནས་སྟངས་དེ་འདྲས་རེད་བྱས་ཙང་ངས་ད་ལྟ། ད་ང་ཚོ་དུས་ཚོད་ག་འདྲས་ཅིག་སླེབས་ཡོད་རེད་ཟེར་བ་ཡིན་ན་ཐབས་སྐྱོ་གཅིག་ཁྱོད་ཚོ་ཡག་གི་དུས་ཚོད་ཆགས་འགྲོ་གི་རེད་ད་ང་ཚོ་བོད་པའི་སྤྱི་ཚོགས་ནང་སྔན་མ་རྒྱ་ནག་ལ། གོ་མིན་ཏང་དང་གུང་ཁྲན་ཏང་ཁོ་རང་ཚོ་མི་རིགས་གཅིག་གི་ནང་ལ་སྤེལ་ཏེ། ཧ་ལས་པའི་འཁྲུག་རྩོད་ཤོག་ཆེན་པོ་ཤོར་ནས་ཨོང་ཆད་ཀྱི་འཐབ་རྩོད་ཤོག་ཆེན་པོ་ཤོར་ནས་ཐབས་སྐྱོ་གཅིག་ཁྱོད་ཚོ་བ་བྱུང་བ་རེད་ད་ད་ལྟ་ང་ཚོ་བོད་པའི་སྤྱི་ཚོགས་ནང་དེ་མུ་ཚུགས་རང་ཚོ་ཆགས་ཡག་གི་དུས་ཚོད་སླེབས་ཡོད་རེད། པ་དེ་འཐབ་རྩོད་བྱས། ད་གཅིག་གཅིག་ལ་པད་རྡུང་སྟེ་སྟངས་གཅིག་བྱས་ན་ཕ་ཅོག་སྔོ་དེ་མི་རེ་བ་དེ་ནི། དྲང་པོ་བྱེད་ཡས་དེ་གལ་ཆེན་པོ་རེད། འདྲ་མཉམ་བྱེད་ཡས་དེ་གལ་ཆེན་པོ་རེད། ག་ནས་མེད་ནས་རྡུང་རྡེག་བཏང་ཡས་དང་ག་ནས་མེད་ནས་པད་དེ་དེ་གཉའ་བཅུ་བཤད་གཉའ་བཅུ་ཟེར་དེ་འགྲོ་གོ་མ་རོག་ད་དེང་སང་དུས་ཚོད་ལ་ཚང་མ་རིག་གནས་ཡོད་རེད། ཚང་མས་དྲང་པོ་བྱས་དྲང་བཞག་བྱས་ཨ་ནི་འདྲ་མཉམ་གི་ཐོག་ནས་ཨ་ནི་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་གནས་ཐུབ་པ་བྱེད་དེ་གལ་ཆེ་ཤོས་རེད། དེ་འདྲ་བྱས་ནས་ངས་བཤད་འདོད་བྱུང་སོང། ཨ་ནི་དེ་རིང་གི་གནས་ཚུལ་གྱི་མཐའ་མ་འདི་ལ། ཨ་ནི། གནམ་འོག་གསར་འགྱུར་ཚན་པས་ཀྱི་ཨ་ནི། ང་ལ་དྲི་བ་ཅིག་བཞག་བཞག་ད་དྲི་བ་འདི་ལ་ངས་ལན། དངོས་གནས་བྱས་ན་ལན་ཅིག་རྒྱག་དགོས་རེད་བཞག་ད་ཁོ་རང་གི་སྲིད་སྐྱོང་དང་དེ་ཚོ་ཚང་མ་དངོས་བཅོས་སུམ་ཅུ་སོ་ལྔ་དང་སོ་དྲུག་དང་གཅིག་གསུངས་བཞག་ཁོ་རང་གི་དེ་གཅིག་ཡིན་འདུག་ང་ཚོའི་གི་བོད་བལ་གི་སྲོལ་རྒྱུན་གཅིག་འདུག་ཨ་ཧ་ལས་པ་ཡོད་རེད་ད་ད་ད་ཁོ་རང་གི་མང་པོ་གཅིག་སྲིད་དེ་ད་ད་རྒྱལ་ཚབ་དེ་ཤེས་གི་མི་འདུག། རྒྱལ་ཚབ་ཀྱི་གནད་དོན་རེད་ད་ལྟ་ངས་བཤད་པ་མིན། ད་ལྟ་བླ་སྤྲུལ་ལྔ་དེ་གའི་གང་གཱའི་རྒྱལ་ཚབ་གནང་ཐུབ་ངེས། རྒྱ་བོ་དགོན། རྒྱ་བོ་རྒྱ་བོ་རིན་པོ་ཆེ་མུ་བཞུགས་སྐབས་ལ། སྲིད། དེ་གནང་ཐུབ་ངེས་ཟེར་གི་རེད་ད་ད་ལྟ་ཁོ་རང་ག་རེ་ཟེར་ན་ཐུག་པ་ནང་བཞིན་འཁོད་དེ་ཡོད་རེད་ཉག་དང་ཉུག་མ་ཚང་མ་བྲིས་བཞག་རེད་ག་རེ་ཟེར་ན་སྲིད་སྐྱོང་དང་དེ་སྲིད་དང་དེ་ཚང་མ་བྲིས་འདུག་སྡེ་སྲིད་ཟེར་དེ་ག་འདྲས་ཅིག་རེད་སྲིད་སྐྱོང་ཟེར་དེ་ག་འདྲས་ཅིག་རེད་རྒྱལ་ཚབ་ཟེར་དེ་ག་འདྲས་ཅིག་རེད་དེ་ལུགས་སྲོལ་དཔེ་རྙིང་ཆེན་མོ་འགྲོ་དེ། རྒྱལ་བ་སྐུ་མགྲོན་རིམ་བྱོན་འགའ་ལ་སྲིད་དེ་རྒྱལ་བ་རིན་པོ་ཆེ་ལ་ཡོད་པ་གང་ཞིག་ལ་དེ་སྲིད་སྲིད་དེ་ལོ་ག་ཡོད་རེད། སྐྱབས་མགོན་རིན་པོ་ཆེ་དེ་གར་ཆགས་དགོས་བ་རེད་ཟེར་ན་སྤྱན་རས་གཟིགས་ཀྱི་རྣམ་གྲོལ་དགེ་སློང་གི་དེ་ཅིག་ཆགས་དུས་ལ། དེ་སྲིད་ཟེར་དེ་ངེས་པར་དུ་རེད་རེད་ཡོད་རེད་སྐྱབས་མགོན་རིན་པོ་ཆེ་མཉམ་དུ་དེ་སྲིད་ཟེར་ཡོད་དགོས་ཡོད་གི་རྒྱུ་མཚན་དེ་ག་རེད་ཟེར་བ་ཡིན་ན་ཆབ་སྲིད་ཀྱི་མི་ལ་ཉེས་པ་སྤྲད་ཡོད། ཆབ་སྲིད་མིས་ནོར་འཁྲུལ་བྱས་སོང་ན་ཉེས་པ་བཏང་ཐུག་ཡོད་དང་དབང་ཆ་ཚང་མ་དེ་སྲིད་དེ་ལ་ཡོད་རེད། ཆབ་སྲིད་ཀྱི་དབང་ཆ་སྐྱབས་མགོན་རིན་པོ་ཆེ་ཕྱག་ལ་ཡོད་པ་གང་ཞིག་ལ་མཉམ་དུ་དེ་སྲིད་ཀྱི་ལམ་ལུགས་སྲོལ་ཅིག་ཡོད་རེད་ད་དེ་ད་ལྟ་སྣ་མང་གསར་འགྱུར་ཚན་པ་ཁོ་རང་གི་ཉག་དང་ཉུང་མ་ཚང་མ་སྤྲད་བཞག་དེའི་ནང་དེ་སྲིད་ད་ཅིག་སྲིད་སྐྱོང་ད་ལྷག་པར་དུ་བཙན་བྱོལ་གྱི་ད་ལྟ་སྲིད་སྐྱོང་བློ་བཟང་སེང་གེ་དེའི་ནང་ལ་བླུགས་བཞག་སྲིད་སྐྱོང་བློ་བཟང་སེང་གེ་འདྲ་བོ་ཡིན་པ་ཡིན་ན་བཙན་བྱོལ་སྤྱི་ཚོགས་སྐབས་རེ། དེའི་ཕན་དུ་ལོ་ཀ་ཆག་འགྲོ་རེད། དགའ་ལྡན་པོ་ཀྲང་གིས་གཞུང། ད་ལྟ་གཞུང་གི་འགྲོ་སྟངས་སྣ་ཚོགས་ཕྱིན་པ་རེད། སྐབས་རེ་དགའ་ལྡན་པོ་ཀྲང་གཞུང་ཡོད་གི་ཡོད་གི་སྐྱིད་དུ་མ་ལ་ཡང་དད་པ་གཙང་པས་འཇུས་ནས་དད་པ་ཤུགས་ངེས་ཆགས་པ་རེད་བོད་གཞུང་གི་མི་ངན་རྣམ་སྣ་ཚོགས་བྱུང་ཡོད་རེད། ཆབ་སྲིད་ཀྱི་གོ་མིང་ནང་ལས་རྣམ་སྣ་ཚོགས་ཡོད་རེད། དེ་འདྲའི་གསུང་ཙང་ད་ལྟ་ངས་བཤད་པའི་གི་མིང་ལྔ་ལ་སྐུ་དབང་རང་ཆས་ཡོད་རེད་ཟེར་དེ་བླ་སྤྲུལ་ལྔའི་གི་སྐོར་བཤད་གི་བ་རེད། བླ་སྤྲུལ་ལྔའི་ནང་ནས་ད་དེའི་ནང་ནས་ཡ་རྒྱལ། ཨ་ནི་ད་ལྟ། ཀུན་ད་ལིང་པོར། ཀུན་ད་ལིང་འགྲོ་ཅིག་ངས་ད་ལྟ་ང་ཚོས་ཡ་རྒྱལ་ཡ་རྒྱལ་ཡིན་ཟེར་གི་རྒྱུ་མཚན་དེ། ད་ད་ལོ་དཔེ་ཆ་ཆགས་ན་ངས་གནས་ཚུལ་ཀུན་ད་ལིང་གི་དེའི་སྐོར་དེ་འདྲ་བཤད་ཆོག་ཆོག་ཅིག་ཡོད། ང་ཚོ། ད་ལོ་ཀོ་བི་ནན་ཏིན་སླད་ནི་གཞུང་གི་མ་དཔལ་འབྱོར་ཞིབ་གཅིག་བཏང་སོང་ཨ། འདི་ག་རེད་ཟེར་ན་གཞུང་གི་དཔལ་འབྱོར་ལ་གུས་སྐྱོ་མ་བདེ་བ། ད་ལྟ་ག་ར་ཟས་རིགས་འགོག་མ་སྤར་བ་དང་དེ་འདྲ་བྱས་འདུག་དེ་བྱས་སྐབས་དེ་དུས་ལ་བོད་ནང་ལོགས་ལ་དཔལ་དེ་མུ་གུ་ཆིབས་ཆིབས་ང་ཚོ་མུ་གུ་སེ་གེ་ར་མུ་གེ། སྟོན་ཐོག་གི་སྟོན་སྙིང་བཞི་བོ་ཅིག་བྱུང་ནས་དཀའ་ངལ་བཞི་བོ་ཅིག་འཕྲད་པའི་སྐབས་དེ་དུས་ལ། འབྲུག་ག་གེ་འགོང་བཞི་བོ་ཅིག་ཕར་འགྲོ་ཡས་ཀྱི་ཉེན་ཁ་ཆགས་ནས། ཀུན་ད་ལིང་གི་འབྲུག་མཛོད་ནས། འབྲུག་སྤུས་རྫོང་བཞི་བོ་ཅིག་གནང་བ་རེད། འབྲུག་རྙིང་པ་པས་ལོ་མང་པོ་བསགས་བཞག་པ་གིས་འབྲུག་སྤུས་རྫོང་བཞི་བོ་ཅིག་གནང་ནས། འབྲུག་རི་དེའི་འགོང་ཡག་ཕར་མུ་ཅུ་བ་རེད། སྐབས་དེ་དུས་གནས་སྐོར་ང་ཚོའི་གི་ད་ལྟ་བླ་ཆེན་ཀུན་ད་གླིང་དེ་ཚོའི་གི་ཁྱིམ་རྒྱུད་འགྲོ་བྱེད་ཡིན་པ་ཡིན་ན་དེ་འདྲའི་གི་བྱས་རྗེས་ཆེན་པོ་བཞག་འདུག་རླབས་ཆེན་གི་དེ་འདྲའི་མང་པོ་ཡོད་རེད་ད་དེ་ནས་མ་རིན་པས་སུ་ཡ་ལ་དེ་བྱས་ཡོང་དེ་ཨ་ནི་དགའ་ལྡན་ཁྲི་པ་ནང་བཞག་པ་ད་ད་རྒྱལ་བ་སྐུ་མགྲོན་དང་པོ་ནས་བྱས་ནས་འབྲེལ་བ་ཡག་པོ་ཡོད་པ་ཨ་ནི་སྐུ་མགྲོན་རིམ་བྱོན་དང་འབྲེལ་བ་ཡོད་པ་དེ་འདྲས་དཔེ་མི་སྲིད་གི་ཡོད་རེད། ལྷག་པར་དུ་སྐུ་མགྲོན་བཅུ་བཞི་པའི་གེ་ཀུན་ད་ལིང་གི་ད་ལྟའི་ཡང་སྲིད་ཀྱི་བཙལ་འཚོལ་ཐོག་ལ་དཀའ་ལས་ཞིབ་པོ་ཅིག་སྐུ་ལས་ཞིབ་པོ་ཅིག་བསྐྱོན་བཞག་པ་ད་དེ་ཚོ་ད་ལྟ་འདའ་དོག་དོག་དེ་རྩ་མི་བཟོ་གོ། དེ་ག་རེ་ཟེར་ན་སྐུ་ད་ལིང་དབུས་ལ་སྐྱེས་པ་དེ་སོང་ག། ཨོ་ཐུགས་རྗེ་ཆེ་ཨ་ནི་འཚམས་འདྲི་ཡོད་བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ།